ངས་ནི་གོ་ཚ་དུས་རེད་འདུས་རེད་མི་འདུས་ང་རང་གི་ཐག་བཅད་དང། མ་གཏོགས་སུས་ནི་རྒྱང་རིང་པོ་ནས་ཨ་ག་བ་ག་བ་ག་བ་ག་བ་ཡོད་མ་རེད་ཡོད་མ་རེད་ཟེར་ལབ་ཅིག་དུས་སུ་ལབ་པ་ཡིན་ན་བློ་སྐྱེད་བཀག་བཞག་གི་རེད་ཟེར་གི་བ་རེད་འདི་འདུག་བ། ཕྱི་ཕྱིར་སྐྱོན་ཡོན་མཐོང་བ་འདྲི་བྱེད་ལ། རང་གི་སྐྱོན། རང་གི་ཡོན་ཏན་ག་རེ་ཡོད་པ་དེ་སྐད་ཆ་ཉན་དགོས་ཀྱི་མ་གཏོགས་སྐད་ཆ་མ་ཉན་པ་ཞིག་ནི་ང་ཆེན་པོ་ཡིན་བསམ་གྱི་ངར་རྒྱལ་བཅས་ཀྱིས་བསྡད་པ་ཡིན་ན། དེ་ནི་ཡོན་ཏན་ཡོང་ས་མེད་པ་ཆགས་ཀྱི་རེད་གསུངས། འོ་དེ་བྱེད་དུས་ཨ་ནི་ང་རྒྱལ་གྱི་ཐུགས་ལ་དབང་དུ་མ་སོང་བ་ཞིག་ནི། ཨ་ནི་ཆུས་སུ་སོང་ན་ཤི་རྒྱུ་རྡོར་གུ་གུ་རེད་དེ་ཡིན་པ་སོང་ཙང་གཉེན་མ་ལོང་བ་མགོ་འཕོ་ཐུང་པོ་མ་བཞེས་གསུང་གི་ཡོད། ཨ་ཆུས་སུ་སོང་ན་ཤི་རྒྱུ་རྡོར་གུ་ཟེར་ཡ་དེ་རྣམ་པ་ཚོས་བཀའ་གདམས་པའི་གསུང་དུ་གསོལ་གྱི་ནང་ལ། ཐུགས་རྟགས་ཨ་ནི་ཤེས་བཞིན་དུ་བ།

ཁ་དྲག་ན་འདྲ་གི་མ་རེད། སྐད་འཕང་མཐོ་ཆུ་མཐོ་མེད་འདྲ་གི་མ་རེད། དེའི་སྒང་ལ་ད་འདོན་ཡང་རེ་བ་ཅིག་བཅོལ་ནས་ཕག་ཚིལ་གཅིག་སྐད་ཆ་ཅིག་བཤད་པ་ཡིན་ན་ད་དཔེར་ན་གནམ་དང་ས་མི་དང་མི་མ་ཡིན་པའི་ཆེ་བ་བཅོལ་གི་རེད། དེ་རྒྱ་ཞྭ་རྒྱ་ཐམ་པ་རེད། ཁོ་རང་དཔེར་ན་ཅིག་ས་ཞྭ་གཞན་དག་ཅིག་ལ་ཕག་འགྲོ་ཡོང་དུས་གང་ལ་གྲྭ་བ་ཅིག་ལ་མཉམ་དུ་འདུག་ཕྱིན་ནས་གར་སྲིད་བོ་རེད།

ཤངས་ཆེན་ཡང་ག་རེ་དགོས་གི་རེད། འཚོ་བ་སྤུ་དྲག་ཅིག་མེད་དངོས་གནས་དྲག་ནས། འོ་ད་དངོས་གནས་དྲག་ནས། བག་པོ་ཞིག་གི་གཡོ་བ་ཅིག་གི་འཚོ་བ་ཅིག་མེད། ཤངས་ཚ་བའི་དགའ་རྒྱུ་མ་ཚ་བའི་སྡུག་རྒྱུ། ཅི་གང་མེད་མཁན་ས་སྔས་མ་ནི་ད་ག་རང་ཡིན། སྐད་ཆ་ཆུ་ནི་མེད། ཡིན་ན་ཡང་རྣམ་པ་ཚོས་གི་དགེ་རྒན་ཅིག་གི་མདུན་ནས་ཡོན་ཏན་གི། རིན་ཐང་དེ་མ་རང་གི་ཨ་མཆོག་ནང་ལ་ལེན་ཅིག་ཁོ་པའི་ནང་ལ་མ་བླུགས་ཅིག། ཡོན་ཏན་ཁ་ནས་མ་བླུགས་ཅིག་དེ་འདྲའི་གི་བཀའ་དྲིན་ཆེན་པོ་ཅིག་ཅང་དེ་བས་གི་རིན་ཐང་དེ་ལ་རྩིས་ཐང་ཅིག་བརྒྱབ་རིན། དགེ་རྒན་རྣམ་པ་ཚོས་ཀུན་འདུས་ལ་འགྲོ་དུས་ཤག་འཚལ་ཅིག། དཔེ་ཁྲོད་ཤུ་གུ་ཞབས་བྱས་ན། དང་པོ་ཤག་ཅེས་འཚལ་ནས། འདི་ནི་མ་བློས་བློས་བསྡད་ནས་དཔེ་ཞབས་བྱས་ན་འདྲ་གི་མ་རེད།